གི་སྒྲིག་འཛུགས་དེ Organization ལྟེ་བའི་ནི་ཡང་དམངས་གཙོ་ཡང་དག་པ་ཞིག་ཁོང་ཚོ་ད་འདྲ་ཡོད་མ་རེད་ཁོང་ཚོ་པར་ད་འདྲ་ཡོད་མ་རེད་དེ་འདྲ་ཡིན་དུས་ཁོང་དེ་དང་དེ་འདྲ་བ་གི་ལོ་རྒྱུས་མང་པོ་ཞིག་ལྟེ་བའི་ནི་ད་དེ་ཡང་ཁོ་རང་ཚོ་དམངས་གཙོ་ཆ་ཚང་དམངས་གཙོ་ཅིག་གི་ཆ་ཚང་བ་དང་ཡང་དག་པ་ཞིག་མེད་མེད་ཡག་གི་ཡང་རྒྱུ་མཚན་མང་པོ་ཞིག་ཁོང་ཚོ་དམངས་གཙོ་ལ་མ་དགའ་བ་ཙམ་མ་རེད་དམངས་ཆོས་བ་སྒྲིག་འཛུགས་དེ་ཚོས་དམངས་ཆོས་བ་གཞུང་བཙན་གནོད་ཀྱི་གཞུང་ཅིག་ན་ལོ་ལས་ཀ་བྱེད་དགོས་བྱས། ཨ་ནི་སྒྲིག་གཙོ་དུ་སུ་མང་ཆེ་བ Underground ནང་འགྲོ་དགོས་ཐུག་ཙང་ཨ་ནི་དམངས་གཙོའི་གི་སྒྲིག་གཙོ་ཆ་ཚང་པ་ཅིག་བྱེད་ཐུག་ཡོད་མ་ད་དེ་རུ་ཏུ་ཕ་ཞག་ཤི་ད་ད་ནྡེ་ང་ཚོའི་གི་ངའི་གི་ད་ནྡེ་དཀའ་ངལ་ཆེ་ཤོས་ཤིག་ག་རུ་མཐོང་གི་འདུག་སུ་ན་མ་ད་སྤྱི་འཛོམས་ལགས་ཀྱི་ད་བཞིན་གསུངས་ནང་སུང་བསམ་གི་འདུག་དེ་ད་གཅིག་པ་རེད་དཔེར་ན་ང་ཚོའི་གི་སྒྲོམ་གཞི་དེ་ད་དུ་ཆ་ཚང་པ་ཅིག་ཡོད་པ་ཡིན་ན་ཡང་ལག་ལེན་ལག་བསྟར་བྱེད་དུས་སྐོར་ལོ་ང་རང་ཚོ་གི་ཉམས་མྱོང་གི་མ་འདང་པ། གོམས་གཤིས་ཀྱི་མ་འདང་པ། ཤེས་ཚད་ཀྱི་མ་འདང་པ་དེ་འདྲའི་གི་དཀའ་ངལ་མང་པོ་ཅིག་ཡོང་གི་མེད་ན་བསམ་གི་འདུག་ཨ་ནི་ད་ལྟ་ཅིག་གི་སྤྱི་འཛོམས་ལ་གསུངས་པ་ནང་བཞིན་བྱས་ཏེ། ང་ཚོ་སུའི་སྡེ་བ་ཡིན་ན་རེད་གང་ས་གང་མིན་ལོ། དམངས་གཙོའི་གི་སྒྲིག་འཛུགས་ཅིག་ཚད་དང་ལྡན་པ་ཅིག་གི་ཡོང་ཡག་ལོ། གལ་ཆེ་ཤོས་ཅིག་དམངས་གཙོ་ཕ་གི་འགན་བཞེས་མི་ཚོ་ཚོས་ཀྱི། ཁོ་རང་ཚོ་ཆབ་སྲིད་ཀྱི་ཚོགས་པ་འདྲ་མ་འདྲ་ཡིན་པ་ཡིན་ཡང། ཁོ་རང་ཚོས་ཀྱི་བྱེད་ཀྱི Political Compromise རྙེད་ཐུབ་པ་དགོས་རེད། དེ་ལ Skill གཅིག་དགོས་རེད། དེ་ལ་ཉམས་མྱོང་གཅིག་དགོས་རེད། དེ་ལ་ཤེས་ཡོན་གཅིག་དགོས་རེད། ཨ་ནི། དཀའ་ངལ་ཡོད་པ་དེ། ཅིག་གིས་གསང་སྔགས་ཀྱི་ལམ་ཞིག་གང་འགྲོ་ཐུབ་བ་གོ། ལམ་དེ་གང་འགྲོ་མི་མང་པོ་ཐོང་ཚུལ་འདྲ་མི་འདྲ་ཁ་ཤས་ཀྱིས་གཡས་ལ་ཆོད་ན་ཡག་པོ་ཡོད་ཁ་ཤས་ཀྱིས་གཡོན་ལ་ཕྱིན་ན་ཡག་པོ་རེད་ཟེར་འདི་བསམ་ཚུལ་གཅིག་ཡོང་གི་རེད། ཡིན་ནས་མཐའ་མ་དེ་ཕྱོགས་གཉིས་ཀྱག་གིས་མོས་མཐུན་བྱེད་ཐུབ་པའི་ལམ་ཞིག་གང་འགྲོ་ཐུབ་བ་ཅིག་གོ། དེ་ནི Political Compromise དེ་བྱེད་ཡག་གི་ང་ཚོ་ལ་གོམས་གཤིས་ཡང་མི་འདུག་ཤེས་ཚད་ཀྱང་འདང་གི་མི་འདུག་ཨ་ནི་ཅིག་གིས་བོད་པའི་སྤྱི་ཚོགས་ཀྱི་རིག་གཞུང་ནང་ལ་ཡང་དེ་ད་ལྟ་ཡང་ཅིག་གིས།

ད་ལྟ་ང་རང་ཚོ་གི་དངོས་ཡོད་གནས་ཚུལ་ལ་རན་པའི་གི་ལང་ཀ་ག་རེ་འདུག་ཞེས་བལྟས་པ་ཡིན་ན། གཅིག་རེ་ནི་ངའི་བསམ་པ་ལ། Civil Society། ལ་དེ་ག་གཞུང་འབྲེལ་མ་ཡིན་པའི་ཚོགས་པ་དུ་ཚོད་ཀྱིས། འཁོར་མང་ངར་གླེང་དགོས་འདུག་སུག་འཆི་བ་ཚ་ལེན་གནང་དགོས་འདུག་ཨ་ནི་བོད་བའི་གི། བོད་པའི་སྒྲིག་འཛུགས་ཀྱི་སྲིད་བྱུས་དང། ཐག་གཅོད་དང་དུ་ཚོད་སྐོར་ལ་ད་གང་ལྟར་ཅིག་གི་བསམ་ཚུལ་མང་བ་ཅིག་གི་དོ་སྣང་མང་བ་གནང་སྟེ་ཨ་ནི་བགྲོ་གླེང་མང་བ་བྱས་ཏེ། མང་བ་ཚོགས་ཡག་དང་དུས་ཚོད་གནད་འགག་མེད་ན་སོང་ད་གང་ལྟར Civil Society གི་འགན་མང་བ་འཁུར་ཡག་ཅིག་དང། དེ་ནས་གལ་ཆེ་ཤོས་ཅིག་ངས་ག་རེ་མཐོང་འདུག་ཟེར་ན། ང་ཚོའི་གི་དམངས་གཙོ་དེ་ཡག་པོ་ཡོང་ཡག་ལོ།

དངོས་ཡོད་གནས་ཚུལ་དང་གནས་ཚུལ་ངོ་མ་ཧ་གོ་མི་དང་ཧ་ལས་པའི་གི་མི་ཉུང་ཉུང་རེད་བཞག་བསམ་འདུག་དེ་ཡིན་ཙང་མེས་རྒྱལ་དེ་ཤུགས་ཆེན་པོ་བཟོ་ཡག་དེ་གལ་ཆེན་པོ་ཞིག་མཐོང་འདུག་ད་མེས་རྒྱལ་དེ་ཤུགས་ཆེན་པོ་བཟོ་བ་ལ་བོད་པའི་སྤྱི་ཚོགས་དེ་ཆུང་ཆུང་ཞིག་པོ་ཅིག་ཡིན་ཙང་མེས་རྒྱལ་ནང་ལ་སོ་སོ་ཅིག་གི་རང་དབང་ཅན་གི་མེས་རྒྱལ་སོ་སོ་སོ་སོའི་གི་འགྲོ་སོང་སྟངས་སོ་སོ་ཅིག་གི་ལས་ཀ་བྱེད་ཐུབ་དཔེ་མི་སྲིད་ཁག་པོ་རེད་ག་རེ་བསམ་ནས་མི་འབོར་དེ་ཆུང་དྲག་སྟེ་ཨ་ནི་དེ་གི་པགས་པའི་གི་ཅིག་གི་ཕ་གི་ཁྱབ་བསྒྲགས་བྱེད་མཁན་དེ་དངུལ་ཡོང་སྒོ་དེ་མེད་ཙང་དེའི་ས་བོད་བོད། སྒྲིག་འཛུགས་ནས་ད་བར་དུ་ང་ཚོ་དབྱིན་ཇི་དང། ཨ་ནི་འདི་བ་ཡུ་རོབ་ན་ལ་ཡིན་ཡང། དབྱིན་ཇི་ལུང་པ་འདི་ན། Public Broadcasting System Public Media ད། གང་སུ་འགྲོ་སོང་དེ་དངུལ་དེ། གཞུང་རང་གི་རྒྱུ་འབྲུལ་ནས་བཏང། ཡིན་ཡང། ཁོང་ཚོ་ལ་ཡང་ལྟ་རྟོག་བྱེད་མཁན་གྱི་མི་རང་དབང་ཅན་གྱི། སྡེ་ཚན་ཞིག་ཕ་གིའི་བཙུགས་དེ་ན་ལ་གཞུང་གི་མི་སྣ་དེ་འདྲའི་གཅིག་གཉིས་ཞིག་སྐུ་ཚབ་དེ་འདྲ་ཡོད་ན་འགྲིག་རེད་ས། ཡན་དག་དུ་སུ་ཅི་ཐང་མེ་ལྡེའི་དང། ཨ་ནི་ཞིག་མཁས་དབང་དེ་དེ་འདྲ་ཡོད་པ་ཅིག་གིས། Independent Commission། ཟེར་ནས་བྱེད་ཚུལ་དེ་བྱས་ཏེ། མེས་རྒྱལ་གྱི་ཤུགས་ཆེ་རུ་བཏང་ཐུབ་པ་ཡིན་ན། ཨ་ནི་དེ་གི་ཡིན་ན་ཡང་དཀྲོག་གཏམ་དང་དེ་ཚོ་གཅིག་གི་གསང་ཡ་དང་ཨ་ནི་གནས་ཚུལ་ངོ་མ་ག་རེ་ཡིན་པ་དེ་སྤྱི་ཚོགས་ནང་ལ་ཤུགས་ཆེ་ཚུལ་གཅིག་གི་གོ་རྟོགས་ཡོང་པ་གཅིག་བཟོ་ཡ་ལ་ལང་ཀ་གཅིག་མེད་ན་བསམ་གི་འདུག་དཔེ་འདྲ་ཆགས་ཟིན་ཚེ་བསམ་ཚུལ་དེ་ཚོ་ཡིན།